དང། འདི་ལ་དོ་སྣང་བྱེད་དགོས་ཡ་དེ་བརྙན་ཐུང་གཅིག་བཟོས་པ་ཡིན། དེ་དང་འབྲེལ་བའི་ཐོག་ནས་སོ་དུག་ཁྲ་རོག་མང་པོ་ཞོ་གཅིག་གིས་ནི། ཁྲག་ཚབ་ཟེར་ཡ་དེ Pre Menopause ཟེར་ཡ་དེ་རྒྱུ་རྐྱེན་གང་ཞིག་ནས་ཡོང་གི་རེད་ཟེར་འོ་དེ་འདྲའི་ཆེད་ཀང་སོ་དུག་འབྲེལ་བ་མང་པོ་བྱས་ཡོང་འདི་འདྲ་སོང་ཙང་དེ་རིང་ངས་འདི་གལ་ཆེ་དོན་ཆེར་བརྩིས་ནས་རྣམ་པ་ཚོ་ལ་སྙན་འབུལ་ཞུ་གི་ཡོད་འདི་ཡིན་གཅིག་མིན་གཅིག་རྣམ་པ་ཚོས་དོ་སྣང་གནང་བར།

ཨོ། གཟུགས་ཆགས་མེད་དེ་ཡང་གཅིག་ཆགས་བྱེད་ཀྱི་ཡོད་རེད། དེ་ནས་གཅིག་ག་རེ་ཆགས་ཀྱི་ཡོད་རེད་ཞུས་པ་ཡིན་ན། དེ་ནས་བུ་མོ་ཚོ། ཕོ་མོ་གཉིས་སོ་སོའི་གྲོགས་པོ་གྲོགས་མོ་མཉམ་དུ་ལུས་འབྲེལ་བྱེད་པའི་སྐབས་ལ་ཡང། སྨན། སྤུ་གུ་མ་འཁོར་ཡག་གི་སྨན་ཟ་ཡག་དེ་གཅིག། དེ་ནས་ཡང། སྤུ་གུ་འཁོར་སོང་ན་དེ་ནས་སྤུ་གུ་མ། སྟོན་ཡག། Abortion། ལ་ཟེར་བ། ཨོ། འདི་དང། ཡང། ཞོ་གཅིག་འབྲེལ་བ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད།

ཆོས་ཚུལ་བཅུ་གཉིས་སྦྱོང་གསུམ་གོ་རང་རྗེའུ་མ་བརྒྱད་པོ་བཞག་འདི་ཡང་ཁ་ཅིག་ཆོས་ཚུལ་ཉི་ཤུ་རྩ་བཞི་རྗེའུ་མ་བརྒྱད་པོ་བཞག་འདི་ཡང་འདི་འདི་ཁྱེད་རང་ཚོ་གི་མཚན་མ་ལ་བླུགས་འདི་ཡང་གི་དཔེ་འདི། དངོས་གནས་ཁོ་རང་གི་ཞི་བ་བཅུ་གནས་པོར་འདིའི་རིགས་ལ་དྲོད་ཤུགས་ཆེན་པོར་ཚད་ལས་བརྒལ་བ་སླེས་སོང་ན་འདིའི་ནང་ལོགས་ནས་བླངས་པ་དོན་འདིའི་རྫས་འདི་སོ་སོའི་མཚན་མ་ནང་ལ་ཡང་འཛུལ་ནི་དོ་ནུས་དང་དེ་ནས་ཡང་གི་སྒང་པ་དང་ཡུལ་གྲུ་བོན་ཚོའི་ནང་ལོགས་ཀྱི་ནུས་པ་འཕྲོ་བརླག་བཏང་གི་ཡོད་དེ་འདྲ་སོང་ཙང་འདི་ཉུང་མཐའ་ལ་ཆུ་ཚོད་བཞི་ཆུ་ཚོད་ལྔ་ནང་ལོགས་ལ་ཚ་རེ་རྗེའུ་འཁྱག་འཐུག་གི་ཡིན་ན་ཧ་སང་ཧ་ཅང་གི་དགེ་མཚན་ཆེན་པོ་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚོས་འདི་ཡིན་གཅིག་མིན་གཅིག་དོ་སྣང་གནང་དགོས་ཀྱི་ཡོད་རེད་ད་འོ་ན། པའི་མེ་ནུ་པོ་ཟེར་ཏེ་ག་དུས་ལེགས་རེད་པས། དུས་ངེས་ཅན་རེད་བས་ཟེར་ན་ངེས་ཅན་མ་རེད་བུ་མོ་ཚོ་འདང་བཙན་མ་བྱས་གོང་གི་ད་དོན་སང་བུ་མོ་ཁག་ཅིག་ལོ་བཞི་བཅུ་ཞེ་ལྔ་ཞེ་དྲུག་ལས་འདང་བཙན་ཆད་ཡོང་དོགས། ལོ་ཁག་ཅིག་ལོ་སུམ་ཅུ་གཡས་གཡོན་ནས་ལས་དེ་ངས་ཡོང་གི་རེད་ཁག་ཅིག་ལོ་བཞི་བཅུ་ལས་ལས་ཡོང་གི་རེད་ཁག་ཅིག་ལོ་བཞི་བཅུ་ཞེ་ལྔ་ལས་ལས་ཡོང་གི་རེད་ཁག་ཅིག་ལོ་ལྔ་བཅུ་ལས་ལས་ཡོང་གི་རེད་དེ་ཁྱེད་རང་གི་འདང་བཙན་ཆད་ཡག་འདི་དང་འབྲེལ་བ་ཆགས་ཀྱི་ཡོད་རེད། ད་ལྟ་ད་ལྟའི་སྨྲ་ལྕེ་གི་གོང་གི། ལོ་གཅིག་གཉིས་གོང་ནས་ལས་སྲིད་ཀྱི་རེད་ལོ་ལྔ་དྲུག་བཞུགས་ལས་ལས་སྲིད་ཀྱི་རེད། ལོ་ལྔ་དྲུག་གི་སྔོན་ལས་ལས་སྲིད་ཀྱི་རེད་ལོ་བཅུ་བཅུ་གཅིག་གི་སྔོན་ལས་ལས་སྲིད་ཀྱི་ད་ལྟའི་སྨྲ་ལྕེ་གོང་གི་དེ་འདྲ་སོང་ཙང་འདི་ཡིན་གཅིག་མིན་གཅིག་རྣམ་པ་ཚོས་ཐུགས་སྣང་གནང་ད་འོ་ན་འདི་ལ། ན་ཚ་འདི་མ་ཡོང་ཡག་ལ་ཐབས་ལམ་ག་རེ་ཡོད་རེད་ཞུས་པ་ཡིན་ན། ཨེ་ནི་ད་ལྟ་གོང་ལ་གུས་པས་ཤེས་བྱའོ་ཡག་གི་གནད་དོན་འདི་རྣམ་པ་ཚོས་དོ་སྣང་བྱེད་དགོས་རེད་ཨེ་ནི་བུ་མོ་དེ་ལུས་འབྲེལ་བྱེད་པའི་སྐབས་ལ་ད་ཡག་ཤོས་བྱིན་པ་ཡིན་ན་དེང་དུས་ཀྱི་ཨེ་ནི་བུ་མོ་སོ་སོ་སོ་སོ་ལ་ཨེ་ནི་འགྱིག་ཤུབས་བེད་སྤྱོད་བྱེད་ཡག་ཡོད་རེད། བུ་མོ་ཡིན་ན་བུ་མོ་ལ་མཚན་མ་རང་ལ་བེད་སྤྱོད་རྒྱག་ཤུགས་འཁོལ་བུ་ཡིན་ན་བུ་ཡི་ཕོ་མཚན་ལ་འགྱིག་ཤུགས་འཁོལ་འདི་འཁོལ་འདུག་ན་ཡག་པོ་ཡོད་དེ་མ་ཡིན་པ་ཨེ་ནས་ད་ཡང་ཨེ་ནས་ཅིག་པོ་ཀུ་མང་ཁོ་ཡག་གི་ཐབས་ཤེས་བྱེད་དགོས་ཡོད་པ་ཡིན་ན་ཨེ་ནས་དོལ་ཚོད་བསྡུས་ནས་ད་བཙན་ཆད་ནས་ཨེ་ནས་ད་བཙན་ཆད་པའི་ཉི་མ་དང་པོ་ནས་བཞིན་ཉི་མ་བཅུ་གཉིས་བར་དུ་ལོས་འབྲེལ་བྱེད་རྒྱུ་ཡོད་མ་རེད་འདི་བྱས་པ་ཡིན་ན་པོ་ཀུ་ཁོར་ཡག་གི་ཉེན་ཁ་ཡོད་རེད་ད་བཙན་ཆད་ནས་ཉི་མ་དང་པོ་ནས་ཉི་མ་བཅུ་གཉིས་ཀྱི་གཞུག་གུ་ལ་ཨེ་ནས་ལོས་འབྲེལ་བྱས་པ་ཡིན་ན་བརྒྱ་ཆ་དགུ་བཅུ་གོ་དགུ་དེ་ཚ་དགུ་ལ་སྤུ་གུ་ཁུར་གི་མ་རེད་འདིའི་གནས་ཁང་ཆིག་རེད་རེད་པ་འོ་འདི་འདྲ་སོང་ཙང་རྣམ་པ་ཚོ་གི་འདི་ཡིན་གཅིག་མིན་གཅིག་ཐུགས་ལ་བཞག་ན་ཡང་ད་ཨེ་ནི་སྤྲིའི་མེ་ལོང་པོས་ཀྱི་དཀའ་ངལ་དེ་སླེབས་པ་ཡིན་ན་བུ་མོ་ཚོ་ལ་བུ་སྣོད་ཀྱི་འགན་འབྲས་ནད་དང་ཨེ་ནི་བསམ་སེའུ་གི་འབྲས་ནད་ནུ་མ་གི་འབྲས་ནད་ལ་སོགས་པ་ན་ཚ་མང་པོ་ཅིག་ཡོང་ཡག་གི་ཉེན་ཁ་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་དེ་ཚོ་ལ་སྔོན་འགོག་ཡང་ད་ལྟའི་གོང་ལ་བུད་པས་ཤེས་བཞག་གི་གནད་དོན་དེ་ཚོ་གི་ཧང་སང་ཡག་གི་སྔོན་འགོག་བྱེད་ཐུབ་ཀྱི་རེད་ད་ནག་ཚང་འོ་ན་འདི་སླེབས་སོང་ན་ནི་སྨན་ཡག་ཤོས་ག་རེ་རེད་སྨན་ག་རེའི་ཕན་ཐོག་ཆེ་ཤོས་བྱེད་འདུག་གོ་རེད་ད་འདི་ལ། ང་རང་ཚོ་སྲོལ་རྒྱུན་གྱི་ཁ་བ་གངས་ཅན་གྱི་བོད་ཀྱི་སྨན་འདི་ལས་ཡག་ག་ཅིག་གཙང་བ་ར་ནི་ཡོད་མ་རེད་དེ་འདྲ་སོང་ཙང་དང་པོ་ང་རང་ཚོ་གི་བོད་མེད་ཚོ་ལ། སྐྱེས་མ་ཚོ་ལ་བོད་སྨན་འདི་གི་ངེས་པ་ཞིག་རྙེད་མི་བཅུག་དེ་ནས་འཛམ་བུ་གླིང་གཞན་ནས་གཞན་གྱི་བོད་མེད་ཚོ་ལ་ཞབས་ཕྱི་ཞུ་འདུག་བས་ན་འདི་དངོས་གནས་ཀྱི། དགེ་མཚན་ཆེན་པོ་ཞིག་རེད་བསམ་གྱི་ཡོད་དེ་འདྲ་སོང་ཙང་རྣམ་པ་ཚོ་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་ན་གང་མང་མང་ཞིག